ངའོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲས་ལག་ལེན་གསོལ་བསྡུ་མི་ཤོ་ལོ་ཀ་དགུ་པ་སྐྱབས་འགྲོ་འདི་རྣམས་ལ་ལྷས་པའི་དཀོན་མཆོག་ཟེར་བ་དེ་ལ་ང་ཚོ་འགྲེལ་བཤད་རྡོར་བཟླས་ཟིག་བྱས་པ་ཆེ། ཨཱ་ནན་ད་ང་ཚོ་དཀོན་མཆོག་ཟེར་བ་དེ་སྤྱིར་བཏང་ཤོ་ལོ་ཀ་འདི་གར་བསྟན་དགོས་རོ་ལ་ན་སྐྱབས་འགྲོ་བསྟན་གི་ཡོད་རེད། སྐྱབས་འགྲོ་བསྟན་ཡོང་དུས་སྐྱབས་སུ་འགྲོ་ས་གི་ཡུལ་མ་ནོར་བ་དཀོན་མཆོག་ལ་སྐྱབས་སུ་འགྲོ་དགོས་རེད་ཟེར་བ་རེད། ད་དེས་ན་དཀོན་མཆོག་ཟེར་བ་དེ་ག་འདྲི་ཅི་རེད་ཟེར་དེའི་སྐོར་ལ་ང་ཚོ་གསལ་བཤད་མདོར་བསྡུས་ཟིག་བྱ། ཨ་ནི། དང་པོ་ང་ཚོ་དཀོན་མཆོག་ཟེར་ཚིག་དེ་གཉིས་ཧ་གོ་གོ་རེད་དཀོན། དཀོན་ལབ་ན་དཀོན་པོ་རེད། ང་རང་ཚོ་གཅིག་གསེར་དང་དངུལ་དང་དེ་ཚོ་དཀོན་པོ་རེད་རིན་པོ་ཆེ་རེད་ཟེར་གི་རེད་པ། ཨོ་དེ་ནང་བཞིན། ཨ་ནི་ང་རང་ཚོ་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་དེ་ཡང་ཧ་ཅང་དཀོན་པོ་རེད། འབྱུང་བ་དཀོན་ཤེར་སྤྲིན་མེད་ཤེར། ཨ། དེ་འདྲ་གསུངས་ཡོད་པ་རེད་ད་གང་ལྟར་ཀྱང། ཀོང་པོ་ག་འདྲའི་བྱས་ནས་རེད་ཟེར་བ་ཡིན་ནམ། སྤྱིར་བཏང་སངས་རྒྱས་བགྲང་ལས་འདས་པ་ཡོད་རེད་དེ་ང་རང་ཚོ་མི་ཕལ་བ་སོ་སོ་སྐྱེ་བོ་ཕལ་བ་ཞིག་གི་ངོས་ནས་མཚོན་པ་ཡིན་ན། སོ་སོ་སངས་རྒྱས་པ་ལ། ཨ། ད་ག་ཚད་དུ་འགོར་གི་ཡོད་རེད་དཀའ་ལས་ག་ཚད་དུ་བྱ་གི་འོས་རེད། སྐད་ཆེན་གྲངས་མེད་གསུམ་ལ་སོགས་པ་ཚོ་མ་བསགས་ན་སངས་རྒྱས་ཐུབ་གི་ཡོད་མ་རེད། སངས་མ་རྒྱས་ན། དམ་པའི་ཆོས་ཡང་དག་པ་ཅིག་ཡོང་གི་ཡོད་མ་རེད། དམ་པའི་ཆོས་ཡང་དག་པ་ཅིག་མ་བྱུང་ན་དགེ་འདུན་དཀོན་མཆོག་ཟེར་བ་དེ་ཡོང་ཤེས་ཡ་ཡོད་མ་རེད། གསུམ་ཚང། དཀོན་མཆོག་གསུམ་དེ་ཧ་ཅང་དཀོན་པོ་རེད། འོ་དེ་རེད། དེ་ངོ་བོའི་ཆ་ནས་ཡང་ཧ་ཅང་རིན་ཐང་བྲལ་བ་རེད་ཡིན་ཙང་དཀོན། མཆོག་བླ་ཡ་དེ་གར་ལ་གོ་རུ་ལྷམ་ན། འཇིག་རྟེན་གྱི་ཁྱུ་ང་རང་ཚོ་ཤེས་བྱ། ཡོད་དོ་ཅོག། ཆུ་ཚང་མ་འཇིག་རྟེན་པའི་ཆུ་འཇིག་རྟེན་གྱི་ཆུ་ཚང་མ་མཆོག་ཏུ་གྱུར་པ་བླ་ན་མེད་པ་དཀོན་མཆོག་གསུམ་གྱི་གོང་ན་རིན་ཐང་ཅན་པ་གཞན་པ་ཡོད་མ་རེད། དཀོན་མཆོག་གསུམ་རིན་ཐང་ཆེ་ཤོས་རེད། ཁྱོད་ལབ་ན་ད་དེ་ལབ་གི་ཡོད་རེད། དེ་ནི་གཅིག་དེ་རེད་གཉིས་ནི། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ། ཕྱི་མ་ཐམས་ཅད་ཀྱི་ཡོངས་སུ་དག་པ། ཉེས་པ་དང་སྐྱོན་ཅུང་ཟིག་ཀྱང་མེད་པ། དཀོན་མཆོག་གསུམ་དེ་རེད་ཡོད་རོགས། ཡིན་ཙང་ཆོག། དེ་འདྲ་ཅིག་གསུང་གི་ཡོད་པ་རེད། ཡིན་ཙང། དེ་གསུམ་དེ། དཀོན་མཆོག་གསུམ་ལ་དཀོན་མཆོག་ལ་དགོས་པའི་རྒྱུ་མཚན་དེ་ཡག་པོ་ཅིག་ཐུགས་ལ་ངེས་པ་གནང་རོགས་གནང་ཞུ། དེ་འདྲ་ཅིག་ཡིན།